ཟིན་མོ་གླིང་གི་སྐུ་མགྲོན་བཟང་ལྷན་རྒྱས་ནས་བོད་ཀྱི་བང་ཆེན་གྱི་བདུན་རིག་གལ་ཆེན་གསར་འབྱོར་ཕྱོགས་བསྡུས་ཀྱི་ལེ་ཚན་གསན་གཟིགས་གནང་བར་དགའ་བསུ་ཤོག་ང་གསར་འབྱོར་གཙོ་ཆུང་བ་རྒྱ་མཚོ་ཡིན་དེ་རིང་ནས་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་གཉིས་དང་རི་གཟར་པ་སངས་རེས་ཤང་ལ་གཟའ་ཁུ་འདི་ཡི་གལ་ཆེན་གསར་འབྱོར་ཁག་ཅིག་ཉེ་སྒྲོན་ཞུ་རྒྱུ་ཡིན། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་སྐབས་བཅུ་བདུན་པའི་གྲོས་ཚོགས་ཚོགས་དུས་དྲུག་པ་དབུ་འཛུགས་གནང་བའི་སྐོར་དང། རྒྱ་ནག་གི་སྲིད་འཛིན་གཞོན་པ་ལ་བོད་མི་ཚོས་ངོ་རྒོལ་བྱས་ཡོད་པའི་སྐོར། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་ཉིན་བཞི་པ་ཚུགས་དུ་མེད་པའི་སྐོར་དང། རྒྱ་སྨན་གྱི་ཕྱི་སྲིད་བློན་ཆེན་གྱིས་རྒྱ་ནག་གི་སྲིད་འཛིན་ལ་སྒེར་གཅོད་པ་ཞེས་འབོད་པའི་སྐོར་བཅས་ཀྱི་ཐོག་ལ་ཉེ་སྒྲོན་ཞུ་རྒྱུ་ཡིན་པས་ཚང་མས་གསར་འབྱོར་མུ་མཐུད་ནས་གཟིགས་གཟིགས་གནང་རོགས། སྤྱི་ཟླ་དགུ་པའི་ཚེས་བཅུ་དགུ་ནས་ཉི་ཤུ་རྩ་གཅིག་བར་ཉིན་དགུ་ཡི་རིང་ཚོགས་ཆུང་གི་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་དེ་བོད་རྒྱལ་ཁབ་ཆེན་པོའི་རྗེས་ལུས་དབྱངས་དང་སྦྲགས་དབུ་འཛུགས་གནང་སོང་ལ། བོད་མི་མང་སྤྱི་འཐུས་ཚོགས་གཙོའི་ཚོགས་འདུ་དབུ་འཛུགས་ཀྱི་གསུང་བཤད་གནང་ཡོད་པ་དང་དེའི་རྗེས་ཚོགས་གཙོ་ཡི་ལས་ཚབ་དང་ལས་རིང་ཚོགས་ཆུང་གི་ཚོགས་མི་བསྐོས་བཞག་གཞུང་འབྲེལ་རྗེས་དྲན་དང་མྱ་ངན་གུས་འདུད་ཀྱི་གྲོས་འཆར་ཁག་དེ་བཞིན་བོད་ནང་གཟའ་གྲྭ་གནས་སྟངས་ཐུགས་གཞུང་འབྲེལ་གྲོས་ཆོད་གྲོས་འཆར་དང་དེའི་ཐུགས་བགྲོ་གླེང་གནང་ནས་གྲོས་ཆོད་གྲོས་འཆར་དོན་གཏན་འབེབས་གནང་ཡོད་པ་རེད། ལས་ཉིན་གཉིས་པ་ལ་ཆོས་རིག་ལས་ཁུངས་ཁྱབ་ཁོངས་དང་བཅས་པའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ནས་ཉིས་སྟོང་ཉི་ཤུ་རྩ་གསུམ་བར་གྱི་ལས་དོན་རྗེས་མཐུད་སྙན་སྒྲོན་དང་དེའི་བགྲོ་གླེང་དང་བཀའ་ཤག་གི་གསལ་བཤད་ལན་འདེབས་གནང་ཡོད་པ་དང། ལས་ཉིན་གསུམ་པ་ལ་ནང་སྲིད་ལས་ཁུངས་ཁྱབ་ཁོངས་དང་བཅས་པའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ནས་ཉིས་སྟོང་ཉི་ཤུ་རྩ་གསུམ་བར་གྱི་ལས་དོན་རྗེས་སྡུད་སྙན་སྒྲོན་དགེ་དེའི་བགྲོ་གླེང་དང་བཀའ་ཤག་གི་ལན་འདེབས་གསལ་བཤད་གནང་རྒྱུ་ཡིན་འདུག་ལས་ཉིན་གསུམ་པ་ལ་ནང་སྲིད་ལས་ཁུངས་ཁྱབ་ཁོངས་དང་བཅས་པའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ནས་ཉིས་སྟོང་ཉི་ཤུ་རྩ་གསུམ་བར་གྱི་ལས་དོན་རྗེས་སྡུད་སྙན་སྒྲོན་དགེ་དེའི་བགྲོ་གླེང་དང་བཀའ་ཤག་གི་ལན་འདེབས་གསལ་བཤད་གནང་རྒྱུ་ཡིན་རུང་སྤྱི་འཐུས་ཤིག་གིས་སྤྱི་འཐུས་གཞན་ཞིག་ལ་རྒྱ་མིའི་གསོལ་བ་ཁྲིད་པ་དང་སྙིང་དང་ཐུག་པའི་གནས་ཚུལ་གླེང་སློང་བྱས་པར་བརྟེན་ལས་གཉིས་གསུམ་པའི་སྔ་དྲོ་ནས་ལས་རིན་བཏགས་གྲོས་ཚོགས་མུ་མཐུད་ནས་འགྲོ་ཐུབ་མེད་པ་རེད། ཟླ་བ་འདིའི་ཚེས་ཉི་ཤུ་ཉིན་མདོ་སྒང་ཆོས་བརྒྱུད་སྒང་དྲུག་དང་བོད་རྒྱལ་ཡོངས་རང་བཙན་ལྷན་ཚོགས་བོད་རང་བཙན་ལྷ་ཀྲུག་ཚོགས་པ་དང་ཨ་བོད་མཛའ་འབྲེལ་ཚོགས་པ་བཅས་ཀྱི་གོ་སྒྲིག་དབུ་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་དུ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་འདུའི་ནང་རྒྱ་ནག་གི་སྲིད་འཛིན་གཞོན་པ་ཧན་ཀྲེང་ལྷས་སྐབས་བོད་ལ་རང་བཙན་དགོས་པ་དང་མི་སེར་སྤེལ་ཡུལ་ལས་དོན་མཚམས་འཇོག་དགོས་པའི་དགོས་འདུན་སོགས་ཀྱི་ཐད་ངོ་རྒོལ་གྱི་ལས་འགུལ་རྒྱ་ཆེ་ཞིག་སྤེལ་འདུག། ཐེངས་འདིའི་ལས་འགུལ་ནང་རང་བཙན་འཐབ་རྩོད་པ་འཇའ་ཡང་ནོར་བུ་དང་ཐུའུ་བསྟན་ཆོས་ཉིད་སོགས་ཀྱང་མཉམ་ཞུགས་གནང་ནས་གདམ་གཤིས་གནང་ཡོད་འདུག་སྐབས་དེའི་རང་བཙན་འཐབ་རྩོད་པ་དང་ལས་འགུལ་བ་ཐུའུ་བསྟན་ཆོས་ཉིད་ཀྱིས་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་དུ་ངོ་རྒོལ་བྱེད་མཁན་མི་རིགས་སྣ་ཚོགས་ཡོད་པའི་ནང་ནས་མི་རིགས་མང་པོ་ཞིག་ལ་རྒྱལ་ཁབ་ཡོད་ཀྱང་ད་དུང་ཡང་རང་དབང་དགོས་ཀྱི་འདུག་ཅེས་ངོ་རྒོལ་བྱེད་ཀྱི་ཡོད་པ་དང། ང་ཚོས་རྒྱལ་ཁབ་དགྲ་ལ་ཤོག་བཞིན་བོད་མི་བརྒྱ་ཆ་དགུ་ཅུ་དགུ་དགུ་ལྷག་དགྲ་བོའི་གདུག་རྩུབ་དང་མནར་གཅོད་འོག་སྡུག་བསྔལ་མྱོང་བཞིན་ཡོད་པས་ང་ཚོས་ངེས་པར་དུ་ངོ་རྒོལ་བྱེད་དགོས་པ་མ་ཟད། ང་ཚོའི་དགྲ་གཉེན་ངོ་ཤེས་ཕུལ་འདུག་བོད་ཀྱི་རྒྱལ་ཁབ་ལྷ་བཟོ་མ་ཐུབ་བར་དུ་ངོ་རྒོལ་བྱེད་དགོས་པའི་གསུང་བཤད་གནང་ཡོད་འདུག་ཟླ་བ་འདིའི་ཚེས་བཅུ་དགུ་རེས་གཟའ་མིག་དམར་ཉིན་ནས་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་ཉིན་དང་པོ་དང་གཉིས་པའི་བོད་ནང་རྫ་དྲག་གནས་སྟངས་ལ་གཞུང་འབྲེལ་གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་གྲོས་འཆར་གྱི་ལས་རིང་ཐུགས་སྤྱི་འཐུས་དགེ་བཤེས་སྨོན་ལམ་མཐའ་ཆེན་དང་སྤྱི་འཐུས་ཟླ་བ་དཔལ་གྱི་གཉིས་ལས་རིང་གནང་བཞག་འདོན་རེ་བྱས་སྐབས་སྤྱི་འཐུས་ཟླ་བ་ཕིང་གིས་དགེ་རྒྱ་མི་ཡིས་སོ་བ་ཁྲིད་ནས་ཡག་དཀའ་ཐུག་སྒང་སུང་ལ་འགྲོ་གིན་དེ་སུ་རེད་ཆོས་མེད་ན་སུ་རེད་ད་དེ་ངའི་ལག་ཆ་གོ་སུ་དང་དེ་མིན་ཟླ་ཁ་ཤས་ཕན་རྒྱུ་ཡོད་པ་དང་དུས་ལ་བོར་ན་ཕན་རྒྱུ་ཡིན་ཚུལ་སུ་བཤད་པ་དང་གནས་ཚུལ་དེ་ལ་བརྟེན་ནས་ཁ་སང་ཉིན་དགོང་ཆུ་ཚོད་བཅུ་གཅིག་ནས་དགོང་དྲོད་ཆུ་ཚོད་ལྔ་པའི་བར་དུ་གནད་དོན་དེའི་ཐུག་བགྲོ་གླེང་གནང་རེ་བྱས་སོང། གྲོས་ཚུགས་མ་གྲོལ་སྔོན་སྤྱི་འཐུས་ཚོགས་གཙོས་སྤྱི་འཐུས་ཟླ་བ་བོན་གྱི་ལ་གནས་ཚུལ་ཁུངས་སྐྱེལ་མེད་ན་ཕྱི་གཏན་བཞེས་ན་ཡག་ཚུལ་གསུངས་ཀྱང་སྤྱི་འཐུས་ཟླ་བ་བོན་གྱི་གིས་སྐད་ཆ་དེ་ང་རྒྱལ་དང་ཁོང་ཁྲོ་ལ་བརྟེན་ནས་བཤད་ཡོད་པ་དང་དེ་ཡང་ཆུང་དུས་ལྷ་བྲག་ཡུལ་ཕྲུ་གུ་ཚོས་ཕན་ཚུལ་ཅིས་མ་འདྲི་ན་ཁྱོད་རྒྱ་མིའི་སོ་བ་ཡིན་པ་ཞེས་རྩེད་མོ་ལ་གོ་ཡོད་པ་དེ་བཞིན་ཡིན་པ་སོགས་བརྗོད་པ་དང། གཞན་ཡང་སྤྱི་འཐུས་རྨི་ལམ་མཐར་ཕྱིན་ལ་དེ་འདྲ་ཡི་ནག་ཉེས་དེ་མ་ཕུག་པའི་རེ་བ་ཡོད་ཟེར་བ་ལས་སྐད་ཆ་ཕྱི་བསྟན་མ་བཤད་སྟབས་སྤྱི་འཐུས་དགེ་བཤེས་རྨི་ལམ་མཐར་ཕྱིན་གྱིས་སྤྱི་འཐུས་ཟླ་བ་བྷེ་གྷི་ལགས་ཁུང་གིས་ར་འཕྲོད་གང་ཡང་མེད་ན་ཡང་གནད་དོན་དེ་རྩ་དོན་ལ་ཐུག་ཡོད་པ་དང་ཆེན་པོ་བཟོ་ཡི་ཡོད་ཙང་བདེ་སྲུང་ལས་ཁུང་གིས་གཙང་མ་བཟོ་དགོས་པ་ལས་ཡིན་ལ་མིན་ལ་འཇུག་མི་རུང་བ་བརྗོད་སོང། དེ་རིང་བོད་མི་མང་སྤྱི་འཐུས་ལྷན་ཚོགས་སྐབས་བཅུ་བདུན་པའི་ཚོགས་དུས་དྲུག་པའི་ལས་ཉིན་བཞི་པ་ཆགས་ཀྱི་ཡོད་ཀྱང་སྤྱི་ཟླ་དགུ་པའི་ཚེས་ཉེའུ་རྩ་ཉིན་དར་ནག་ཞུགས་པ་སྤྱི་འཐུས་ཁག་ཅིག་སྤྱི་འཐུས་ཚོགས་ཚུད་སར་བཅར་ཏེ་བདེ་སྲུང་ལས་ཁུངས་ནས་གནས་ཚུལ་དེ་གཙང་མ་མ་བཟོས་བར་དུ་གྲོས་ཚུགས་ནང་ལུགས་སུ་ཆ་ཤས་ལེན་གི་མིན་ཞེས་ཞུས་ཡོད་འདུག་ལ་བཅའ་ཁྲིམས་དོན་ཚན་བཞི་བཅུ་ཞེ་དགུ་ནང་གསེས་དང་པོའི་དགོངས་དོན་དུ་ཙམ་པོ་གསུང་ཆ་གཉིས་མ་ལོན་ན་གྲོས་ཚུགས་ཀྱི་ལས་དོན་གཙང་བཅུག་གི་མེད་པ་དང་ལས་དོན་གཙང་བཅུག་པའི་གནད་དོན་ཆགས་པའི་སྐབས་སུ་སྤྱི་འཐུས་རྣམ་པ་དང་འཛིན་སྐྱོང་བཅས་ལ་ལན་འབུལ་གི་ཡིན་གསུངས་ནས་གྲོས་ཚུགས་ཚུགས་ཐུབ་མ་སོང། ཟླ་བ་འདིའི་ཚེས་བཅུ་དགུ་ཉིན་རྒྱལ་སྤྱིའི་གསར་འབྱོར་བརྒྱུད་ལམ་ཁག་ཏུ་གནས་ཚུལ་སྤེལ་གསལ་ལ་ལྟ་ན། ཟླ་བ་འདིའི་ཚེས་བཅུ་བཞི་ཉིན་འཇར་མན་གྱི་ཕྱི་སྲིད་བློན་ཆེན་ཨ་རི་ལ་འཚང་གཟིགས་སུ་ཕེབས་ཡོད་སྐོར་སོགས་ཨ་རི་ཡི་ཧྥོ་སི་གསར་ཁང་གིས་འཇར་མན་གཞུང་གིས་ཡུ་ཁེ་རིན་ལ་རུ་རང་གཞིས་བཞུགས་དང་འབྲེལ་བའི་བཅར་འདྲི་ཞིག་བྱས་ཡོད་འདུག་སྐབས་དེར་ཁོང་གིས་གལ་སྲིད་ཨུ་རུ་སུ་ཡི་སྲིད་འཛིན་ལ་དམག་འཁྲུག་གི་རྗེས་གོ་ཐུབ་ཚེ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་དང་འདྲ་བའི་རྒྱུ་སྤྱོད་པ་གཞན་པ་ཚོ་ལ་བརྡ་ལན་ཅི་ཞིག་འགྲོ་ཡི་རེད། དེར་བརྟེན་ཡུ་ཁེ་རིན་ལ་དམག་འཁྲུག་གི་རྗེས་ཁ་ཐུག་དགོས་ཀྱི་རེད་ཅེས་ལན་འདེབས་གནང་ཡོད་འདུག། འཇར་མན་གྱི་ཕྱི་སྲིད་བློན་ཆེན་གྱིས་འདས་པའི་ཟླ་བ་ཁ་ཤས་ནང་རྒྱ་ནག་གི་གོ་ལ་ཧྲིལ་པོ་ཡི་ཧང་སན་ལ་དོགས་འདྲི་གནང་ཡོད་པ་དང་རྒྱ་ནག་གིས་འགྲོ་བ་མིའི་ཐུགས་དམ་ལ་བཙན་གནོད་བཏང་བ་སྐྱོན་བརྗོད་བྱས་པ་མ་ཟད་རྒྱ་ནག་གཞུང་གིས་ཨུ་རུ་སུའི་དམག་འཁྲུག་གི་ཐུགས་ལ་ལངས་ཤུགས་གསལ་བོ་བཟོ་དགོས་པའི་འབོད་སྐུལ་ཡང་ཞུས་ཡོད་འདུག་ལྷག་པར་དུ་ལོ་འདི་སྤྱི་ཟླ་བདུན་པའི་ནང་ཁོང་གིས་འཇར་མན་གྱིས་རྒྱ་ནག་ལ་གཏན་ཚིགས་ཉུང་དུ་བཏང་བའི་ཐབས་ཇུས་གསར་བ་ཞིག་ཕྱག་བསྒྲགས་བྱས་ཡོད་འདུག་གཞན་ཡང་ཁོང་གིས་རྒྱ་ནག་གིས་ཐའེ་ཝན་ཕྱོགས་སུ་འཛིན་པའི་དྲག་པོའི་བྱ་སྤྱོད་ལ་ཉེན་བརྡ་བཏང་ཡོད་པ་མ་ཟད་རྒྱ་ནག་ནི་རྒྱུན་རིང་ལྡན་པའི་འགྲན་ཡ་ཞིག་ལས་ཉོ་ཚོང་གི་རུ་མདའ་ཞིག་མིན་ཞེས་བརྗོད་མྱོང་ཡོད་འདུག་རྒྱ་ནག་གི་སྲིད་འཛིན་ལ་འགུལ་སྤྱོད་པ་ཞེས་འབོད་མཁན་ཁོང་ཉིད་ཐེངས་དང་པོ་མིན་ཞིང་ལོ་འདི་སྤྱི་ཟླ་དྲུག་པའི་ནང་དུ་ཨ་རི་དང་རྒྱ་ནག་གཉིས་ཀྱི་འབྲེལ་བ་སྲ་བརྟན་ཡོང་ཆེད་ཨ་རི་ཡི་ཕྱི་སྲིད་དྲུང་ཆེ་རྒྱ་ནག་ལ་ཚང་གཟིགས་སུ་ཕེབས་ནས་བཤད་ལུགས་རྗེས་ཨ་རི་སྲིད་འཛིན་གྱིས་རྒྱ་ནག་གི་སྲིད་འཛིན་ལ་འགུལ་སྤྱོད་པ་ཅེས་བརྗོད་པ་སོགས་ཀྱི་གནས་ཚུལ་ཐོན་ཡོད་འདུག། གཟིགས་མོ་ལྷན་རྒྱས་བདུན་ཏེ་གལ་ཆེའི་གསར་འབྱོར་ཕྱུག་བསྡུ་གི་ལེ་ཚན་འདི་ག་མཇུག་བསྒྲིལ་བ་ཡིན། གལ་ཏེ་ལྷན་རྒྱས་ནས་བོད་དང་རྒྱལ་སྤྱིའི་གསར་འབྱོར་རྒྱས་པ་ཁག་གསན་གཟིགས་གནང་འདོད་ཡོད་ཚེ་ངོ་དེབ་དང་ཡོའུ་ཀྲུག་དེ་བཞིན་ཨིན་སི་ར་གྷི་རམ་བཅས་ཀྱི་ཐུགས་ལ་བོད་ཀྱི་བང་ཆེན་ཡང་ན Tibet Express དྲ་ཚིགས་ཐུགས་ནས་གསན་གཟིགས་གནང་རྒྱུ་ཡོད་པས་དེ་དོན་ལྷན་རྒྱས་ནས་དགོངས་འཇགས་གནང་རོགས་ང་ཚོ་རྗེ་མིའི་ལེ་ཚན་ནང་ཡང་བསྐྱར་མཇལ་ཡོང།